འཇིག་རྟེན་དེའི་སྟེང་དུ་འཚོ་སྡོད་བྱེད་བཞིན་པའི་འགྲོ་བ་མིའི་རིགས་ཀྱིས། རང་རང་སོ་སོའི་ལོ་རྒྱུས་མ་ཤེས་ན། སེམས་ཅན་དུད་འགྲོ་དང་ཁྱད་མེད་ཡིན། ང་རང་ཚོ་བོད་རིགས་ཚོས་རང་གི་མི་རིགས་དང། རྒྱལ་ཁབ་ཀྱི་བྱུང་རིམ་མ་ཤེས་ན། ང་ཚོའི་མི་རིགས་ཀྱི་ཤེས་རིག་དང། དཔལ་ཡོན་སོགས་ཀྱི་དར་འཕེལ་རྟོགས་མ་ཐུབ་ལ། རང་ངོ་རང་ཤེས་དང་མི་རིགས་ཀྱི་འགན་འཁྲི་ནི་ཉིན་མོའི་རྨི་ལམ་དང་གཉིས་སུ་མ་མཆིས། ལྷག་པར་དུ་འཛམ་གླིང་རྒྱལ་ཁབ་གཞན་དང་དཔུང་པ་མཉམ་གཤིབ་ཀྱིས་མདུན་སྐྱོད་མི་ཐུབ་ལ། སྔོན་ཐོན་ཡོང་རྒྱུ་ནི་དེ་བས་དཀའ་བའི་གནད་དོན་གཅིག་ཡིན། རྒྱལ་ཁམས་ཤིག་ཉམས་རྒུད་དུ་འགྲོ་བར། སྤྱིའི་ཆ་ནས་ཕྱིའི་དགྲ་བོའི་བཙན་འཛུལ་དང། ནང་གི་ཆབ་སྲིད་ལྟ་བ་མི་མཐུན་པ། དེ་བཞིན། བང་གི་གྱེན་ལོག་སོགས་རྐྱེན་མང་པོ་ཞིག་ཡོད་ཀྱང། རྒྱལ་པོ་ཞིག་གྲོངས་པའི་རྗེས་རྒྱལ་སྲིད་སུ་ཞིག་གིས་བཟུང་མིན་ཐད། རྒྱལ་སྲས་ནང་ཁུལ་འཐབ་རྩོད་བྱ་བའི་གནད་དོན་དེ་ནི། རྒྱལ་རབས་ཤིག་དང་རྒྱལ་ཁམས་ཤིག་དམིགས་མེད་དུ་གཏོང་བའི་ཉེན་ཁ་ཆེ་ཤོས་ཀྱི་གནད་དོན་ཞིག་ཡིན། ཡོངས་གྲགས་བོད་ཀྱི་ལོ་རྒྱུས་ཁག་ཏུ། རྒྱལ་པོ་ཁྲི་ལྡེ་སྲོང་བཙན་དང། ཡུམ་གྲོ་ས་ལྷ་རྒྱལ་མ་གཉིས་ལ། སྲས་ལྔ་འཁྲུངས་ཡོད་པ་ལས། གཉིས་སྐུ་ཆུང་ངུའི་དུས་ནས་གྲོངས་པ་དང། ཤུལ་དུ་བཞུགས་པ་ལྷ་སྲས་གཙང་མ་དང། ཁྲི་གཙུག་བདེ་ཆེན་རལ་པ་ཅན། ཁྲི་དར་མ་འུ་དུམ་བརྩེགས་བཅས་གསུམ་བྱུང། སྤྱི་ལོ་བརྒྱད་བརྒྱ་བཅོ་ལྔ་ལོར་ཡབ་རྒྱལ་པོ་ཁྲི་ལྡེ་སྲོང་བཙན་གྲོངས་པའི་རྗེས། རྒྱལ་པོ་ཁྲི་གཙུག་བདེ་ཆེན་རལ་པ་ཅན་གྱིས་རྒྱལ་སྲིད་བཟུང། བོད་ཀྱི་ལོ་རྒྱུས་དེབ་ཐེར་ཁག་ཏུ། རྒྱལ་པོ་འདི་ཉིད་རྒྱལ་སྲིད་དུ་འཁོད་ཚུལ་ཐད་ཤོད་ཚུལ་འདི་འདྲ་ཞིག་ཡོད། སྲས་དྲེགས་པ་གཙང་མ་རབ་ཏུ་བྱུང་བ་དང། བར་མ་འུ་དུམ་བཙན་པོ་ཆུང་དུས་ནས་སྡིག་ལས་ལ་དགའ་བས་སྲས་མཐའ་ཆུང། ཁྲི་རལ་པ་ཅན་རྒྱལ་སྲིད་དུ་འཁོད་པར་གྲགས། གང་ལྟར། གནད་དོན་དེ་དག་ཡང་ཉིད་ཇི་འདྲ་ཞིག་ཡིན་མིན་ནི། ལྐོག་གྱུར་ནང་གི་ལྐོག་གྱུར་གྱི་གནད་དོན་ཞིག་ཡིན། བོད་ཀྱི་རྒྱལ་ཐོག་ཞི་གཅིག་པ་ཁྲི་གཙུག་བདེ་ཆེན་རལ་པ་ཅན་གྱིས་རྒྱལ་སྲིད་སྐྱོང་བའི་སྐབས་བློན་གྱི་གཙོ་བོ་བློན་པོ་བྲེ་མཁའ་དཔལ་ཡོན་གྱིས་མཛད། རྒྱལ་པོ་དེའི་དུས་སུ་བོད་ཆེན་པོའི་ཆབ་སྲིད་དང། མངའ་ཐང། དེ་བཞིན་དཔལ་འབྱོར་སོགས་རྒྱལ་པོ་གོང་མ་བཞིན་སྟོབས་འབྱོར་ཆེ་བ་ཞིག་བྱུང་མེད་ནའང། བོད་ཀྱི་ཆོས་ལུགས་དང་རིག་གནས་བཅས་ཆེས་ཆེར་དར་འཕེལ་བྱུང་ཡོད་པས་ན། རྒྱལ་པོ་དེ་ནི་བོད་བཙན་པོའི་རྒྱལ་རབས་ཁྲོད་ཆོས་རྒྱལ་མེས་དཔོན་རྣམ་གསུམ་ཞེས་ཡོངས་སུ་གྲགས་པ་ལས་གསུམ་པར་འདོད། ལྷག་པར་དུ། རྒྱལ་པོ་དེའི་དུས་སུ་ནང་བསྟན་དར་སྤེལ་གྱི་ལས་དོན་ཆེ་ཆེར་བསྒྲུབས་ཡོད། བོད་ཀྱི་ལོ་རྒྱུས་ཡིག་ཆ་འགའ་ཞིག་གི་ནང། རྒྱལ་པོ་དེའི་དུས་སུ་སྒོམ་གྲྭ་དང་བཤད་གྲྭ། བསྡུས་གྲྭ་སུམ་ཅུ་ལྷག་བཙུགས་ཡོད་པ་དང། དགེ་འདུན་ལ་བསྙེན་བཀུར་མཚོན་ཆེད་རྒྱལ་པོ་རང་ཉིད་ཀྱིས་དབུ་ཡི་རལ་པ་ཚན་པ་གཉིས་སུ་ཕྱེས་ཏེ། དེར་དར་ཡུག་བཏགས་ཏེ། གཡས་གཡོན་གཉིས་ལ་བཏིང། དེའི་ཐོག་ཏུ། དགེ་འདུན་གྱིས་བཞུགས་སུ་གསོལ་བ་དང། གཞན་ཡང། རྒྱལ་པོ་རང་ཉིད་ཀྱི་ཐུགས་རྟེན་དུ། ལྷ་ཁང་ཝུ་ཞང་རྡོ་ཞེས་པ་དང། བཀྲ་ཤིས་དགེ་བའི་གཙུག་ལག་སོགས་བཞེངས་ཞེས་ཟེར། གང་ལྟར། རྒྱལ་པོ་དེའི་དུས་སུ་དགེ་འདུན་རྣམས་ལ་བསྙེན་བཀུར་ཚད་མེད་མཛད་པ་དང། ནང་རྟེན་འཆད་ཉན་དང། ཆོས་གཞུང་མང་པོ་ཞིག་བོད་བསྒྱུར་མཛད་དེ་བོད་ཀྱི་རིག་གནས་དང་ཆོས་ལུགས་ཕུན་སུམ་ཚོགས་པར་མཛད་ཡོད། རྒྱལ་པོ་དེའི་དུས་སུ། རྒྱ་དང་བོད་ཀྱི་མཐའ་མཚམས་སུ་སྔ་ཕྱི་རིམ་པར་དམག་འཁྲུག་ལན་མང་ཞིག་བྱུང་ཡོད་པ་དང། རྒྱལ་པོ་དེས་རྒྱལ་སྲིད་མ་བཟུང་བའི་སྔོན། ཕྱི་ལོ་བརྒྱད་བརྒྱ་བཅུ་མེད་གཅིག་ལོར། བོད་དམག་གིས་ཐང་གི་མངའ་ཁོངས་ལིན་ཀྲའོ་མཁར་ཞེས་པར་ཕར་རྒོལ་བྱས་ཏེ་དབང་བསྒྱུར་བ་དང། ཕྱི་ལོ་བརྒྱད་བརྒྱ་བཅུ་དགུ་ལོར་བོད་དམག་ཆིག་འབུམ་ལྔ་ཁྲི་ཙམ་ཡན་ཀྲའོ་ཕྱོགས་སུ་དྲངས་ཏེ་ཉིན་ཉེར་བདུན་ཙམ་ཕར་རྒོལ་བྱས་ཀྱང་མཁར་དེ་ཉིད་བླངས་མ་ཐུབ་པ་མ་ཟད། དེ་ལས་ལྡོག་སྟེ་ཐང་གིས་བོད་དམག་ཕམ་པར་བྱས་པ་སོགས་རྒྱ་བོད་བར་ཡུན་རིང་དམག་འཁྲུག་དང་ཡུལ་རྩོད་ལས་མང་བྱུང་རྐྱེན་ཕྱོགས་གཉིས་ཀའི་བདེ་འཇགས་དང་མི་རྒྱུ་བཅས་ལ་གོད་ཆག་ཆེས་ཆེར་བྱུང་བའི་རྒྱུ་མཚན་གྱིས་བཙན་པོ་ཁྲི་རལ་པ་ཅན་གྱི་རྒྱ་བོད་ཕན་ཚུན་མཇལ་དུམ་བྱ་བའི་གྲོས་འགོ་བཏོན་ཏེ། རྒྱ་བོད་གཉིས་མོས་ཀྱི་མཐའ་མཚམས་གཏན་འབེབས་བྱུང་བ་མ་ཟད། ཕྱི་ལོ་བརྒྱད་བརྒྱ་ཉི་ཤུ་རྩ་གཅིག་ལོར་བོད་ཀྱི་རྒྱལ་པོ་ཁྲི་རལ་པ་ཅན་དང། རྒྱའི་རྒྱལ་པོ་མའོ་ཙུང་བར་གཉིས་མོས་བྱུང་བའི་ཆབ་སྲིད་དང་མཐའ་མཚམས་ཀྱི་གནད་དོན་རྣམས་རྡོ་རིང་སྟེང་ཡི་གེར་བཀོད་དེ། བོད་ཀྱི་རྒྱལ་ས་ལྷ་ས་དང། རྒྱའི་རྒྱལ་ས་ཁྲང་ཨན། དེ་བཞིན་རྒྱ་བོད་གཉིས་ཀྱི་ས་མཚམས་ཁག་ཏུ་བཙུགས། དེང་གི་ཆར། རྒྱའི་རྒྱལ་ས་ཁྲ་ཨན་དང་ས་མཚམས་ཀྱི་རྡོ་རིང་ནི་གར་སོང་ཆ་མེད་དུ་གྱུར་ནའང། བོད་ཀྱི་རྒྱལ་ས་ལྷ་སར་བཙུགས་པའི་སྐབས་དེའི་དུས་ཀྱི་རྡོ་རིང་ནི། ལོ་ངོ་ཆིག་སྟོང་ལྷག་འདས་ནའང། ཆར་རླུང་སོགས་གང་གིས་ཀྱང་འཇིགས་པ་མེད་པར། དུས་ད་ལྟའང་ང་ཚོའི་མིག་ལམ་དུ་འགྱིང་ངམ་ཆེན་པོའི་ཐོག་མཇལ་རྒྱུ་ཡོད། རྡོ་རིང་འདིར། ངེད་ཅག་བོད་ཀྱིས་དབེན་ཞང་རྡོ་རིང་ཞེས་དང། རྒྱ་ནག་གི་ཁྲང་ཆིན་རྡོ་རིང་ཞེས་ཟེར། རྡོ་རིང་གི་ནང་དོན་གཙོ་བོ་གསུམ་ནི། དང་པོ། བཙན་པོའི་གདུང་རྒྱུད་ཀྱི་ཆེ་བ་དང་བོད་རྒྱའི་བར་གྱི་མཛའ་མཐུན། གཉིས་པ། སྐབས་དེའི་དུས་ཀྱི་དཔང་པོ་སྟེ། བོད་རྒྱའི་གནད་ཡོད་ཀྱི་བློན་ཆེན་རྣམས་ཀྱི་མཚན་དང་གོ་ས། གསུམ་པ། མཇལ་དུམ་གྱི་ནང་དོན་དངོས་དེ་རྒྱ་བོད་བར་དམག་མི་བྱ་བར། སོ་སོའི་ས་མཚམས་དང་ཆུ་མཚམས་སྔར་གྱི་མངའ་ཁོངས་ལྟར་སྲུང་བའི་གནད་དོན་སྐོར་འཁོད་པ་དང། འདིར་བོད་ཀྱི་ལོ་རྒྱུས་ཡིག་ཆ་ཁག་ཏུ་བོད་རྒྱའི་ས་མཚམས་ནི་རྒྱའི་ཀོང་པོ་རྨེ་རུ་སྟེ། དེང་གི་ཆར་ཆིན་ཧྲོའུ་རྫོང་ཡིན་པར་ངོས་འཛིན་བྱེད། མདོར་ན། བོད་ཀྱི་རྒྱལ་ཐོག་གཞི་གཅིག་པ་ཁྲི་གཙུག་སྡེ་བཙན་རྣམས་ཡོངས་གྲགས་སུ་ཁྲི་རལ་པ་ཅན་གྱི་བོད་ཀྱི་ཆོས་སྲིད་སྐྱོང་བཞིན་པའི་སྐབས། སྤྱི་ལོ་བརྒྱད་བརྒྱ་སུམ་ཅུ་སོ་དགུ་ལོར་བློན་སྦས་སྟག་ནག་བཙན་གཙོས་པའི་བློན་པོ་སྐོར་ཅིག་གིས་ལྐོག་གྲོང་བྱས། སྤྱིར་རྒྱལ་པོ་འདི་ཉིད་ལྐོག་གྲོང་བྱས་པའི་གནད་དོན་ཐད། གཞི་ཚུལ་མི་འདྲ་བ་མང་དག་ཅིག་ཡོད་ཀྱང། ཡོངས་གྲགས་སུ། ཉེ་རབས་མཁས་པ་རྣམས་ཀྱི་བཞེད་པ་ལྟར་ན། རྒྱལ་པོ་དེ་རྒྱལ་སྲིད་སྐྱོང་བའི་སྐབས། སྐྱ་སེར་བློན་པོའི་བར་མི་མཐུན་པའི་གནད་དོན་མང་དག་ཅིག་བྱུང་བ་དང། ལྷག་པར་དུ། བཙན་པོས་སྐབས་དེའི་བོད་ཀྱི་སྤྱི་ཚོགས་རྨང་གཞི་དང། བློན་འབངས་རྣམས་ཀྱི་བསམ་བློའི་གནས་ཚུལ་ངོ་མར་མཐོང་ཆེན་མ་མཛད་པར། ཤེས་དབང་གིས་ཆོས་ཕྱོགས་སུ་ཁྲིམས་རིགས་སྣ་ཚོགས་སྤེལ་བས་མང་ཚོགས་ཀྱི་རྒྱབ་སྐྱོར་མ་ཐོབ་པ་དང། གཞན་ཡང། བོད་སྤྱིའི་ཆབ་སྲིད་དང་དཔལ་འབྱོར་བཅས་ཉམས་རྒུད་དུ་གྱུར་བས་འབངས་གྱེན་ལོག་བྱུང་བའི་རྒྱུ་མཚན་གྱིས་ལྐོག་གྲོངས་བྱས་པར་ངོས་འཛིན་བྱེད། བོད་ཀྱི་རྒྱལ་ཐོག་ཞེ་གཉིས་པའམ། བཙན་པོའི་རྒྱལ་རབས་ཀྱི་རྒྱལ་པོ་དྷརྨ། འུ་དུམ་བཙན་པོའམ། ཡོངས་གྲགས་སུ་རྒྱལ་པོ་གླང་དར་མས་ཕྱི་ལོ་བརྒྱད་བརྒྱ་སུམ་ཅུ་སོ་དགུ་ལོར་རྒྱལ་སྲིད་བཟུང། བོད་ཀྱི་ལོ་རྒྱུས་ཁྲོད་རྒྱལ་པོ་དེའི་ལོ་རྒྱུས་དང་སྐབས་དེ་དུས་སུ་བྱུང་བའི་གནད་དོན་ཁག་ནི། ཆེས་རྙོག་འཛིང་ཆེ་ཤོས་དང། བོད་བཙན་པོའི་རྒྱལ་རབས་ཀྱི་ཆེས་གཉན་འཕྲང་ཆེ་ཤོས་ཀྱི་དུས་སྐབས་ཤིག་ཏུ་གྱུར་ཡོད། ཡོངས་གྲགས་ལོ་རྒྱུས་ཁག་ཏུ་རྒྱལ་པོ་འུ་དུམ་བཙན་པོ་ནི་ཆུང་དུས་ནས་ལྟ་ལོག་དང་སྡིག་བཅུད་ལ་དགའ་བའི་རྒྱལ་པོ་གཏུམ་དྲག་ཅན་ཞིག་ཡིན་པར་འགྲེལ་བརྗོད་བྱེད། གཞན་ཡང་རྒྱལ་པོ་དེ་ལ་བརྟེན་ནས་རྒྱལ་པོ་ཁྲི་རལ་པ་ཅན་བཀྲོངས་པར་ཡང་ངོས་འཛིན་བྱེད། འོན་ཀྱང། འདིར་ཉེ་རབས་ལོ་རྒྱུས་སྨྲ་བ་དག་གིས་ཏུན་ཧོང་ལོ་རྒྱུས་ཡིག་ཆའི་ནང་གསལ་བ་བཞིན། རྒྱལ་པོ་གླང་དར་མ་ནི་ཆུང་བྱིས་པའི་དུས་ནས་སྡིག་ལ་དགའ་བས་རྒྱལ་པོར་མི་འུས་པ་ཞིག་མ་ཡིན་པ་དང། དེ་ལས་ལྡོག་སྟེ། རྒྱལ་པོ་དེ། རྒྱལ་སྲིད་དུ་ཁོས་བསྒྲུབས་རྗེས། ནང་པའི་ཆོས་ལ་བཀུར་སྟི་དང། མོས་གུས་ཞུས་ཡོད་པ་མ་ཟད། བསྔོ་སྨོན་དང། ལྟུང་བཤགས་ཀྱང་རྒྱས་པར་མཛད་ཡོད་པའི་ལོ་རྒྱུས་ཆ་ཁག་གི་ཚིག་ཟིན་ལས་མཇལ་རྒྱུ་ཡོད། དེས་ན། རྒྱལ་པོ་དེ་ཉིད་རྒྱལ་སྲིད་དུ་ཁོས་བསྒྲུབས་རྗེས། བཙན་པོ་གོང་མ་རྣམས་ཀྱི་ཕྱག་སྲོལ་བཞིན། གཙུག་ལག་ཁང་གསར་བཞེངས་དང། ཉམས་གསོའི་ལས་གཞི་སོགས་ཀྱང་གྲུབ་སྟེ་ལོ་གཉིས་ཙམ་རིང་ཕྱིན། ཕྱིས་སུ་བོད་ཀྱི་སྤྱི་ཚོགས་སྟེང། ཆོས་ལུགས་ཀྱི་གོ་གནས་དང། ཆོས་བྱེད་མི་སྣ་སྲིད་ལ་ཞུགས་པའམ། ཆོས་ལུགས་རང་གི་ནུས་པ་ལ་བརྟེན་ནས་སྤྱི་ཚོགས་ཀྱི་ཁ་ལོ་བསྒྱུར་བའི་སྐབས་སུ་གྱར་བའི་ཚེ། གཅིག་ནས་རྒྱལ་པོ་རང་ཉིད་ཀྱི་དབང་ཚད་དང་ནུས་པ་ཉམས་རྒུད་དུ་ཕྱིན་ཏེ། ཐ་ན་རྒྱལ་སྲིད་ཤོར་ཉེན་དང། གཉིས་ནས་བོད་ཀྱི་དྲ་འབུ་དམག་དང་དཔལ་འབྱོར་གྱི་གནས་བབ་ཀྱང་ཇེ་ཞན་དུ་གྱུར་བ། དེ་བཞིན། རྒྱལ་པོའི་བློན་པོ་ནང་ཁུལ་ལའང་ཤོག་ཁག་གཉིས་སུ་གྱུར་བའི་གནད་དོན་ལ་གཞིགས་ཏེ། རྒྱལ་པོ་དེས་ཆོས་ཁྲིམས་གཏོར་བ་དང། ལྷ་རྟེན་བཤིག་པ། བཙུན་པ་བཀྲེས་འཇུག་སོགས་བྱས་ཏེ་ནང་པའི་བསྟན་པ་བསྣུབས་ཀྱིན། མཐར་སྤྱི་ལོ་བརྒྱད་བརྒྱ་བཞི་བཅུ་ཞེ་གཉིས་ལོར་ལྷ་ལུང་དཔལ་གྱི་རྡོ་རྗེས་མདའ་འཕངས་ཏེ་རྒྱལ་པོ་བཀྲོངས། མདོར་ན། བོད་ཀྱི་དབང་སྒྱུར་གྲལ་རིམ་ནང་ཁུལ་གྱི་འགལ་ཟླ་དང། ཆོས་ལུགས་བར་གྱི་འཐབ་རྩོད། གོས་སུ་སྐྱ་སེར་བློན་པོ་དག་གི་སྲིད་དབང་འཕྲོག་རེས་ཀྱིས་རང་གི་ཁེ་ཕན་རྩོད་རེས་བྱས་པའི་ཁྲོད། བཙན་པོ་ཁྲི་གཙུག་ལྡེ་བཙན་དང་འུ་དུམ་བཙན་པོ་གཉིས་ཀྱི་སྐུ་སྲོག་ཤོར་ཏེ། བཙན་པོའི་རྒྱལ་རབས་ཀྱི་རྒྱུན་རིམ་བཞིན་ཆད་པ་དང། བོད་ཆེན་པོ་ཞེས་འཛམ་གླིང་ཨེ་ཤི་ཡའི་ཁུལ་དུ་འགྲན་ཟླ་བྲལ་བའི་རྒྱལ་ཁབ་དེ་ཉིད་ཀྱི་སྟོབས་འབྱོར་རིམ་བཞིན་ཉམས་རྒུད་དུ་ཕྱིན་ཏེ། མཐར་བོད་གཅིག་གྱུར་གྱི་རྒྱལ་ཁམས་ཆེན་པོ་དེ་ཉིད་ཡུལ་གྲུ་སོ་སོར་སིལ་བུར་དོར།